རྡོ་རྗེ་ཀུན་སྣང་སྙོམས་པས་བཅོམ་ལྡན་འདས་མཚན་ཙམ་ཐོས་པས་ངན་འགྲོའི་སྡུག་བསྔལ་ཟིན་ཐོ་གསུམ་གནས་སའི་སངས་རྒྱས་སྨན་གྱི་ལམ་བིན་དུ་ར་ཡི་འོད་ལ་ཕྱག་འཚལ་ལོ། ཇི་སྲིད་ནམ་མཁའ་གནས་པ་དང་འགྲོ་བ་ཇི་སྲིད་གནས་གྱུར་པ་དེ་སྲིད་བདག་ནི་གནས་གྱུར་ནས་འགྲོ་བའི་སྡུག་བསྔལ་བསལ་བར་ཤོག།

གནང་བསྡད་ཀྱི་འདུག་དེ་འདྲ་གསུངས་ན་རྣམ་པ་ཚང་མས་ངེས་པར་དུ་ཐུགས་གཟབ་གནང་རོགས་གནང་ཟེར་བ་འདི་ཞུ་ཡ། རྣམ་པ་དུ་ལ་གལ་པོ་ཅིག་ལ་ནན་ཏན་དང་དན་པའི་ཆོས་ལ་རྒྱ་མཚར་ཞེས་པའི་དཔེ་ལྟར་ཨེ་ནི་ཅིག། ང་རང་ཚོ་ད་ལྟའི་སྤྱི་ཚོགས་ནང་ལ་བོད་པའི་སྤྱི་ཚོགས་ནང་ལ་ད་ལྟ་དཔེ་ཇི་ལྟ་ཡང་རྒྱ་ནད་ཀོ་བོད་བཅུ་དགུ་དང་འབྲེལ་བའི་སྒང་ནས་ཨེ་ནི་འཐུས་ཤོར་ཏེ་ལྷོད་གཡེང་ཏེ་འགྲོ་བསྡད་ཀྱི་འདུག་འདིའི་རིགས་ཀྱི་རྣམ་པ་ཚོས་མ་གནང་རོགས་གནང་ཟེར་ངས་དང་པོ་དེ་ལ་འབུལ་དགོས་དུས་ཞུ་ཡ་ཡིན་རོགས།

ནི་ན་བཟའ་རྩ་མེད་ཆགས་པ་ཡིན་ན་ནི་ན་བཟའ་དེ་མེད་པ་སོགས་ཐུག་གི་རེད་གཞན། ནི་གཅིག་གནས་སྐབས་གཅིག་རྒྱལ་ཁབ་ཁ་ཤས་ལ་གཙང་མ་ཆགས་པའི་གནས་རྒྱལ་ཁབ་གཞན་དང་གཞན་ལ་རི་དྭགས་རིགས་སུ་ལྷག་ཡོད་པ་ཡིན་ན་ཡང་བསྐྱར་ཐུག་ཁྱབ་ཡོང་གི་རེད་ཟེར་བ་དེ་གུས་པས་ཞུས་ཡིན་རྣམ་པ་ཚོས་གཅིག་བྱས་ན་ཐུགས་ལ་ཡོད་ཀྱི་རེད་བ། དེ་འདྲ་སོང་ཙང། ད་ད་ལྟ་རྒྱ་ནད་ཀོ་བོད་བཅུ་དགུ་འདི་བལྟས་ཚེ། གཙང་སེལ་བཟོ་ཡ་ལ་དོལ་ཚོས་ད་དུང་གི་ལྟས་སུ་གོར་གི་རེད་བསམ་གི་འདུག་དེ་འདྲ་སོང་ཙང་ང་ཚོ་ཚང་མས་ད་ལྟ་ནས་སོ་སོའི་སེམས་ལ་བསམ་བློ་དེ་འདྲ་ཞིག་བཏང་དགོས་ཀྱི་ཡོད་རེད་གཅིག་རེད་དེ་ཡིན་ནས་རྒྱ་ནད་ཀོ་བོད་བཅུ་དགུ་དེ་འདྲ་གཞན་གོ་ཡ་དེ་འདྲ་ཡོད་མ་རེད་རྣམ་པ་ཙོག་ཅིག་ཞེ་ན་ད་ང་ད་ད་ང་ན་སོང་ན་དཔེ་བཟང་རེད་ད་ང་ན་སོང་ན་ཕལ་ཆེ་ད་ཕལ་ཆེ་ཕལ་ཆེ་འགྲོ་ཡ་རེད་བསམ་པའི་བསམ་བློ་དེ་འདྲ་བཏང་ཡིན་ན། རྦད་དེ་ནོར་གི་ཡོད་རེད། རྒྱ་ནད་བཀུར་འོས་བཅུ་དགུ་འདི་ནམ་རྒྱུན་གྱི་འཆམ་པ་ནང་བཞིན་རེད་ཡ་འཆམ་ནང་བཞིན་རེད། ད་ཅིག་ལོ་ན་རྒན་པ་དུ་ལ་ཁྲ་ལ་ཕྲན་བུ་ཅིག་ཉེན་ཁ་ཆེ་ཡོད་སྲིད་གི་རེད་མ་གཏོགས་གཞན་ལོ་ན་ཆུང་བ་དང་ལོ་ན་དར་མ་འདི་ང་ཚོ་ལ་དཀའ་ངལ་གང་འཕྲད་གི་མ་རེད། དེ་འདྲ་སོང་ཙང་སེམས་ལ་དངངས་སྐྲག་དང་ཞེ་སྣང་དང་རྣམ་རྟོག་དང་དོགས་པ་དེ་རྩ་བ་རང་ཉིད་གནང་རྒྱུ་ཡང་མ་རེད། ཡིན་ནས་གལ་ཆེ་ཤོས་གཅིག་གར་ཆགས་ཟེར་ན། འཁྱམས་པ་ཡིན་ནས་རེད། ན་ཚ་ཚ་བ་འཕར་བ་ཡིན་ནས་རེད། ག་རེ་ཡིན་པ་ཡིན། ལམ་སང་རབ་གསུམ་རབ་ལ་བྱུང་བ་ཡིན་ན། བོད་སྨན་གྱི་ཆོས་ཐོག་ཡིན་ན། ཞོ་གཅིག་ཕན་ཐོགས་ཡོང་གི་རེད། ད་མི་བཅུ། ཆམ་པ་ཡིན་ནའི་ཅིག་གོ་མ་ཚོལ་བའི་ཐོག་ནས་ཧ་མ་གོ་བའི་ཐོག་ནས་ན་ཡོད་བྱ་ཆོག། མི་བཅུ་ཁ་གི་བུད་མེད་ཟས་ཡོད་པ་ཡིན་ན། ཕལ་ཆེར་མི་བཅུ་གྲགས་འགྲོ་གི་རེད་ད་མི་གཅིག་དང་དཀའ་ངལ་འཕྲད་སྲིད་གི་རེད། རེད་བ། དེ་འདྲ་སོང་ཙང་འདི་ལ་ཁྱད་ཆོས་འདི་ཡོད་བུད་མེད་ལ། དེ་འདྲ་སོང་ཙང་རྣམ་པ་ཚོས་ཡིན་གཅིག་མིན་གཅིག། དེ་ནི་དུས་སང་ད་ལྟའི་དུས་ཚོད་འདི་ལ་བུད་མེད་ཀྱི་དམན་ཁག་ཅིག་གིས་སོ་སོའི་ནང་ལ་ཉར་དགོས་ཡག་དེ་གལ་ཆེན་པོ་ཞོ་གཅིག་རེད། འདི་གཅིག་རེད་རེད་བ། གཉིས་པ་དེ་ད་ཅིག

སོམ་སྟོང་བཞི་སྟོང་ཆགས་སོ། འོ་དེ་འདྲའི་གི་ཨེ་ནི་མྱུར་པོ་འདུག། དེ་འདྲ་གསུངས་ད་ད་ད་ད་རྣམ་པ་ཚང་མས་མཁྱེན་དགོས་བ་རེད། South Africa ནས་ཡོང་བསྡད་མཁན་གི་གནམ་གྲུ་འཛམ་བུ་གླིང་གི་རྒྱལ་ཁབ་མང་པོ་གཅིག་ལ་ཨེ་ནི་གནམ་གྲུ་བཀང་ཚར་ད་ག་ནང་ཤིན་ཀྱང་གང་ལས་བཀག་ཡོད་པ་རེད། རེད་པ། དེ་འདྲ་གསུངས་ཙང་ང་རང་ཚོ་བོད་པ་ཡིན་ནས

Omicron འདི་སྦེང་ལོར་ལས་གཅིག་གཉིས་བསླེབས་ཡོད་པའི་སྐད་ཆ་ཞིག་འདུག་ད་ཇི་ཙམ་བདེན་པ་ཡིན་ཧ་གོ་མི་འདུག་དེ་འདྲ་སོང་ན་ང་ཚོ་གནམ་ཐང་ལ་འགྲོ་ངན། ངོ་དྲ། གནམ་ཐང་ནས་ཚུར་འཕེན་ངན། སུ་འདྲ་ཅིག་ཡིན་པ་ཡིན་ནས་ས་གནས་ས་ཐོག་གི་ངེས་པར་དུ་བརྟག་དཔྱད་གནང་བས་དེ་གལ་ཆེན་པོ་ཞོག་ཅི་རེད་ཤག་རེད་བ། ས་གནས་ས་ཐོག་དང་སོ་སོ་སྒེར་གྱི་མ་སྐུལ་དང་བླངས་ཀྱི་བརྟག་དཔྱད་གནང་ནས་སྤྱི་བཏང་གི་རྒྱ་གར་གཞུང་གི་གནང་གི་ཡོར་དེར་ཡང་རེ་ད་རེ་སུ་མི་གོ་བདེ་བོ་དེ་འདྲའི་ཁ་ཤས་ཀྱི་ཨེ་ནི་ཡང་ཡོང་གི་འདུག་གི་རེད་བ། དེ་འདྲ་སོང་ཙང་ཡིན་གཅིག་མིན་གཅིག་ཨེ་ནི་ང་རང་ཚོ་བོད་པ་ཚོས་འདི་ལ་ཡིན་གཅིག་མིན་གཅིག་ཐུགས་བསམ་བཞེས། ད་འདི་ལ་རྒྱ་གར་གཞུང་གིས་འགན་ཆེན་པོ་ཞུ་ཞིག་གི་འདུག་ཨ། ནམ་བུ་ཚང་བཀག་ཚར་སོང་ཨ། མ་བཀག་པ་ཡིན་ན། རྒྱ་གར་ནང་ལ་དཀའ་ངལ་ཆེན་པོ་འཕྲད་པ་ཡིན་ན་རྒྱ་གར་གྱི་མི་མང་གི་ཚོང་ལ་ཞོ་གྱོང་རག་གི་རེད་དེ་འདྲ་སོང་ན། རྒྱལ་ཁབ་གཅིག་གི་ཚོང་འབྲེལ་གྱི་འབྲེལ་བ་དེ་ཆེ་བ་ལྷང་སང་དགོས་ཨ་མ་རེད་སྤྱི་ཡོངས་ཀྱི་ཚོང་འབྲེལ་དེ་ཡག་པོ་ཞིག་འདས་པ་ཡིན་ན་འགྲིག་གི་ཨ། དེ་འདྲ་སོང་ན་ང་རང་ཚོ་ཡིན་ནས། བོད་པའི་སྤྱི་ཚོགས་ནང་ལོགས་ལ་ན་ཚ་དེ་འདྲས་ཀྱི་མི་གཅིག་གཉིས་གཅིག་གི་ཐོད་ཤུར་དབང་གིས་ན་ཚ་དེ་འདྲས་ཀྱི་སླེབས་པ་ཡིན་ན།

རྐྱེན་འདི་གི་རེད་མ་གཏོགས་འཐུས་ཤོར་གྱི་དབང་གི་རེད་མ་གཏོགས་རྒྱ་ནག་གི་ཁྲིམས་འདི་སྡུག་དྲག་ནས་བྱུང་བ་རེད་མ་གཏོགས་ན་ཚ་ཁོ་རང་གི་ངོ་བོ་གི་འདི་མ་རེད། ན་ཚ་འདི་ལ་དུས་ཐོག་སྨན་བཅོས་བྱས་པ་ཡིན་ན་དེ་མ་ཉིད་དུ་ཟོག་པོ་ལ་སྔོན་བརྟག་ཁྲ་ལ་ཕྲན་བུ་ཆུ་མ་དང་བརྟག་དཔྱད་བྱེད་ཐུབ་ན་རབ་བརྟག་དཔྱད་བྱེད་མ་ཐུབ་ན་བོད་སྨན་སྟོན་པ་དང་རྒྱ་སྨན་སྟོན་ནས་སྨན་བཅོས་བྱས་པ་ཡིན་ན།

དམངས་ཀྱི་དཀྱིལ་ལ་ཁྱི་མདོག་ཡང་ཡང་བྱེད་དུ་འོ་དེ་རེད་དེ་འདྲ་སོང་ཙང་གཞན་དགོ་ཡག་དེ་འདྲ་རྩ་བ་ར་ནས་ཡོག་མ་རེད་ཡིན་ནས་ཕག་ཚོ་ཕི་དུས་ཁ་རས་གྱོན་དགོ་ཡག་ཨེ་ནི། བར་ཐག་དོམ་པ་གང་བཞག་དགོ་ཡག་ཨེ་ནི། རྫོང་ཚོང་ཙག་ཙག་དེ་འདྲའི་ལ་གང་ཟབ་ཟབ་གནང་བ་ལྷག་པར་དུ་ཨེ་ནི་ཡུལ་གཞན་ནས་རྒྱལ་ཁབ་གཞན་ནས་ཕེབས་པའི་མི་ཚོ་དང་འབྲེལ་བ་ཡིན་ནི་ཅིག་བོད་ཆོལ་མི་འདི་གཙང་མ་གཙང་རྐྱང་བྱེད་པ་འདུག་ཡོད་མེད་ཀྱི་ཧ་མ་གོ་བར་དུ་དེ་ཙམ་གྱི་འབྲེལ་བ་གནང་རྒྱུ་ཡོད་མ་རེད་དེ་ནི་རབ་གསུངས་རབ་ལ་བྱུང་བ་ཡིན་ན་བརྟག་དཔྱད་གནང་འོ་རེད་དེ་ནི་ང་རང་ཚོ་བོད་མའི་འདི་ཡིན་གཅིག་མིན་གཅིག་རྣམ་པ་ཚོ་བོད་མའི་འདི་གི་རྣམ་པ་ཚོ་ལ་ཁྱོད་འདི་ལུས་མ་རེད་ཆུ་ལུས་མ་རེད་དེ་འདྲ་གསུངས་ན་ད་ང་ཙང་ལས་དེ་འདྲ་ནད་པ་མང་པོ་ཅིག་སླེབས་བདེ་བར་ཆམ་པ་ཐེབས་ཉི་མ་གཉིས་གསུམ་བརྒྱ་མེད་ཟེར་ཨེ་ནི་མ་དྲག་བོད་མའི་ཟ་ཁ་ལེགས་འགྲོ་དེ་འདྲའི་རྩ་བ་ནས་མ་གནང་རོགས་གནང་ངས་རྣམ་པ་ཚོ་ལ་ནི་ཐལ་མོ་བཞག་ནས་ཞུ་གི་ཡོད་ར་བོད་སྨན་དང་རྒྱ་སྨན་ཟུང་དུ་འབྲེལ། འགྲིག་གི་རེད། ཉི་མ་དང་པོ་རང་ནས་ཟུང་དུ་འབྲེལ་ཁྱད་པར་ཁྱོན་ན་ཡོད་མ་རེད། འོ་དེ་རེད་དེ་འདྲ་སོང་ཙང། དེ་ནས། བྱུང་ན། དང་པོ་བོད་སྨན་བྱོས་ཁ་བེད་དེ་ནས་རྒྱ་སྨན་བྱོས། ཨེ་ནི། ཕན་ཐོག་ཆེན་པོ་ཡོད་རེད། འོ་དེ་འདྲས་ཅིག་ཞུ་འདོད་བྱུང་སོང་འདི་རྣམ་པ་ཚོ་རང་ལ་མཁྱེན་རྟོགས་རང་གིས་བྱེད་དུ་ཡིན་ཨེ་ནི་རྣམ་པ་ཚོ་ཞེད་གོ་ཡ་གཙང་བར་ནི་ཡོད་མ་རེད། འོ་དེ་འདྲའི་ཞུ་འདོད་བྱུང་སོང། ཐོ་ཅི་ཆེ། ཨེ་རྣམ་པ་ཚོ་འདི་གང་མང་མང་བ་རྒྱུད་སྐུལ་གནང་རོགས་གནང། མི་གཅིག་གཉིས་གཅིག་གིས་ཀླད་པའི་བསམ་བློ་བཏང་བཏང་ཅིག་རྒྱུ་བོ་འགྲོ་ཡིན་ནའི་ཡིག་གིས་ང་ཚོ་བསོད་ནམས་དཔག་ཏུ་མེད་པ་བསགས་ཀྱི་རེད། འོ་དེ་རེད་དེ་འདྲ་སོང་ཙང་ང་རང་ཚོ་བོད་པའི་སྨན་པའི་སྒང་ནས་ཅིག་དེ་འདྲའི་ལས་དོ་སྣང་བྱས། དེ་ནི་སྤྱི་ཚོགས་ལ་མང་བ་དེ་འདྲའི་དཔེ་བྱེད་མཁན་དཔེ་ཉུང་ཉུང་འདུག་ད་ང་རང་གིས་གང་ཐུབ་ཐུབ་ཞུས་བསྡད་ཀྱི་ཡོད། དེ་མང་པོ་ཞེ་བོ་ཅིག་ལས་ཕན་གྱི་འདུག་གསུང་གི་འདུག་དེ་འདྲ་སོང་ཙང་ཨེ་ནས་ཅིག་སོ་སོ་སེམས་ཤུགས་སྔར་ལས་ལྷག་པ་སྐྱེད་ཡོང་གི་འདུག། འོ་དེ་འདྲའི་བྱིན་ཡིན་ནི་རྣམ་པ་ཚོས་ཡིན་གཅིག་མིན་གཅིག་སོ་སོའི་སྐུ་གཟུགས་ལ་དོ་སྣང་གནང་རོགས་གནང་ཞུ་བ་ཡིན། ད་འཕྲོད་བསྟེན་མེད་ན་མདུན་ལམ་མེད། འཕྲོད་བསྟེན་མེད་ན་བདེ་སྐྱིད་མེད། འཕྲོད་བསྟེན་མེད་ན་ཕུགས་བསམ་མེད། འཕྲོད་བསྟེན་ནི་རང་སྒེར་སྤྱི་ཀུན་གྱི་བདེ་སྐྱིད་ཡིན། འདིར་འདི་འདྲ་སོང་ཙང་དེ་ཚོ་དཔེར་མི་སྲིད་པའི་གནད་འགག་ཆེན་པོ་རེད་འཕྲོད་བསྟེན་དེ་ང་ཚོས་དང་པོ་བཞག་དགོས་ཡ་ཅི་རེད་ཞུ་ཡ་ཡིན།